རེད་ད། དེ་རྒྱ་གར་གླེང་ནི་ད་དངོས་ན་དྲ་གནས་བཀྲ་ཤིས་རྒྱ་མཚོས་ཕྱོགས་ཀུན་ཁྱབ་རྒྱུ་ཅིག་ཟེར་ཡ་དེ་གི་ཨེ་ནི་དངོས་ནས་ད། ཁ་ཡོད་ལག་ཡོད་ཀི་ང་སྡོད་ས་རྒྱ་གར་ལ་བསྡད་ནི་ཅིག་འཛམ་བུ་གླིང་འདི་སྒང་ལ་བོད་དོན་ལ་དོ་སྣང་བྱེད་ངེས་ད། ཨེ་ནི་གཉིས་ནས་བོད་ཀི་ཨེ་ནི་དཔལ་ནཱ་ལེནྡྲའི་ཆོས་བརྒྱུད་དངོས་ནས་དྲ་གནས་ཀི་བོད། ལྟ་སྒོམ་སྤྱོད་གསུམ་གང་གི་ཆ་ནས་ཡིན་ན་ཡང་པའི་ཆེས་ཞེ་བོ་གཅིག་གི་དང་ཟབ་བོ་གཅིག་ཡོད་ཟེར་བ་དེ་ངས་ནི་འཛམ་བུ་གླིང་འདི་གང་ལ་ཡང་བ་གསལ་བོ་ཆགས་ཡ་ཅིག་མི་མང་པོས་དགའ་བོ་ཞེ་དྲག་བྱེད་ཡ་ཞིག་བྱུང་བ་རེད། བྱས་ཙང་ད་ལྔ་བཅུ་ང་དགུའི་ལོ་ལ་ཡང་ཐན་ཀོན་སེང་གེས་མཚོན་པའི་ཁོང་ཚོ་དྲག་གནོན་བྱེད་མཁན་ཚོའི་བློ་ཡུལ་ལས་འདས་པ་ཅིག་གིས་ད་ད་ཆ་ང་ཚོ་དེའི་བཙན་བྱོལ་བཞི་རུ་ཆགས་བཅས་བོད་ཀྱི་སངས་རྒྱས་ཀྱི་བསྟན་པ་ཉམས་པ་སོར་ཆུད་མི་ཉམས་གོང་འཕེལ། འཛམ་བུ་གླིང་འདིའི་སྒང་ལ་ཡང་ཨེ་ནི་སངས་རྒྱས་ཀྱི་ཆོས་དོ་སྣང་གསར་བ་ལེགས་ཡག་ཅིག་གིས་ཆགས་བཅས་འདུག་ས་རེད། ཕྱོགས་གཅིག་ནས་བསམ་བློ་བཏང་ན་དངོས་གནས་དྲང་གནས་རྐྱེན་ངན་གྲོགས་ལ་ཤར་བ་རེད།

བསྟན་པ་རིན་ཆེན་མཆོག་གི་མོ་ཁྱབ་བམ། ཁྱབ་ཀྱང་ཉམས་པར་གྱུར་པའི་མཆོག་དེ་ནི། སྙིང་རྗེ་ཆེན་པོའི་ཡིད་རབ་བསྐྱོད་པ་ཡི། ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག། སེ་ཨ་ཀི། འོ་ད། དོན་དག་འདི་ངས་ལག་ལེན་སྐྱེལ་གྱི་ཡོད་རེད་ད། ལ་དྭགས་ས་ཁུལ་གྱིས་མཚོན་པའི་ཧི་མ་ལ་ཡའི་རི་རྒྱུད་འདི་ཡིན་ཏེ། བོད་གངས་ཅན་གྱི་ལྗོངས་ཀྱི་སངས་རྒྱས་ཀྱི་བསྟན་པ་དེ་སྔ་ནས་ད་ཡོད་ཡོད་པ་ཞིག་ཆགས་ཆེ། ཁྱབ་ཀྱང་ཉམས་པར་གྱུར་པའི་གནས་ཞེས་བྱ་སྟེ་ཡོད་རེད། ནུབ་ཕྱོགས་ཡུལ་གྲུས་མཚོན་པའི་དེ་འདྲ་མང་པོ་ཅིག་ལ་ཡང་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའི་གནས་རེད། གང་ལྟར་ཡིན་ནའི་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེ་ལ་སྙིང་རྗེ་ཆེན་པོའི་ཡིད་རབ་བསྐྱེད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་ཅེས་ནས་ཐུན་མོང་སྣང་བ་ན་ཞེས་བྱ་ནི། འདས་པའི་ལོ། ག་ཚོད་དུ་བཅུ་ཕྲག་ཁ་ཤས་ཤིག་འདུག་ཟེར་ཕྱིན་པ་རེད། ད་ད་ལྟ་འདྲ་རེ་ཁ་ཐུག་ལ་ཡ། བོད་གངས་ཅན་གྱི་ལྗོངས་ཀྱི་གཙོ་བོ་རྒྱ་ཆེ་མི་མང་གི་ལྷག་བསམ། དད་པ། གཡོ་ཀ་མེད་པ་བརྟན་པོ་ཞེ་བོ་ཆེ་དད་དུ་འདུག་ག། ཚེ་རང་འཁོར་ལོ་དལ་བ་དང་བདུན་པ་པའི་གཅིག་སྒྲིལ་ཡོད་དོ་བའི་ད་གས་ནུས་པ་ཅིག་ཐོན་ཡོང་གི་ཡོད་རེད། རྒྱ་མི་གུང་བྲན་གྱི་གུང་བྲན་གྱི་ནང་ལོག་ལས་ཡིད་པའི་རྩུབ་པོ་བྱེད་མཁན་རིགས་ཅིག་ཡོད་རེད་དེ་གྱིས་དེ་གི་པའི་རྩུབ་སྤྱོད་པའི་མཐར་ཐུག་པ་བྱས་ཡོད་རེད་དེ་ག་ད་བོད་རྒྱ་ཆེ་མི་མང་གི་ལྷག་བསམ་དང་དད་པ་གུ་གྱོ་ཐེབས་ཡོད་མ་རེད། སྔོན་ནས་བསྒྲགས་ནས་ཧ་ལས་པའི་བརྟན་པོ་ཅིག་བསྡད་པར་གདའ། ཁྱེད་རང་ཚོ་དེ་བྱང་ཐང་ནས་ཡོང་བསྡད་པ་ཁྱེད་རང་ཚོས་ག་ལ་ག་ཚོར་ཤེས་ཀྱི་རེད། བོད་རྒྱ་ཆེ་མི་མང་དེ་རྒྱལ་དེ་གི་རྒྱལ་བ་བསྟན་འཛིན་རྒྱ་མཚོ་ལབ་རྒྱུ་ཙམ་ནི་ཞེ་བོ་གཅིག་གི་དད་པ་དང། ཅིག་འདུན་པ་རྩེ་གཅིག་བཅས་ཡོད་བསྡད་པ་ཅིག་རེད་འདུག་བ། ཤེས་ཚ་དེ་འདྲ་ཡིན་དུས་ཙམ་ནས་ད་ང་ཚོ་དེ་བཙན་བྱོལ་ཞེས་བསྡད་དེ་ཡོད་རེད་དེ། བོད་པའི་ཚེ་ཆོས་དང་རིག་གཞུང་གི་ཅིག་འཚོ་བ་རོལ་གོ་ཨེ་ནི་དེ་ཧི་མ་ལ་ཡའི་རི་རྒྱུད་ལ་སྔར་ནས་ང་ཚོ་རིག་གཞུང་གཅིག་པ་རེད་ལ་དེའི་རིགས་དོ་སྣང་གསར་པ་ལ་ཡ་ཅིག་ད་ཁྱེད་རང་ཚོ་བོད་བྱང་ཐང་ནས་ཡོང་མཁན་ཁྱེད་རང་ཚོས་ཤེས་ཀྱི་རེད་བོད་ཆོལ་ཁ་གསུམ་ཡོངས་རྫོགས་ལོག་གི་རྒྱ་ཆེ་མི་མང་འདི་གྱི་འདི་གི་སྔོན་ནས་དྲ་གནས་ཀྱི་པའི་སེམས་ཤུགས་གཡོ་བ་མེད་པ་ཅིག་བསྡད་འདི་ཡོད་རེད། དེ་ཡི་རྐྱེན་པས་རྒྱ་ནག་གི་དཔོན་རིགས་ཚོས་ལྟ་རྟོག་ཀྱི་བསམ་བློ་གསར་པ་ཅིག་སླེབས་ཏེ་ངེས་ཅན་གྱི་ཡོང་བསྡད་འདུག་པ། ངས་ངོ་ཤེས་པའི་བོད་པ་དེ་འདྲས་ཀྱིས་ང་བཤད་ངེས་བྱུང། རྒྱ་མི་དམག་གི་ཐོག་ནས་བོད་དབང་བོ་རེད། རེད་དེ་ད་རིམ་པས་རིམ་པས་ཀྱི་དུས་ཀྱི་འགྱུར་བ་དག་བདེན་པའི་མཐར་འོང་གི་འདུག་སའི་ཡུལ་ཙམ་ནས་བོད་ཀྱི་ཆོས་དང་རིག་གཞུང་གི་རྒྱ་ནག་མའང་དབང་ཡག་ཅིག་ཡོད།